ཁྱད་པར་དེ་ཨ་ནེ་དུས་ཚོད་ཐུང་ཐུང་གི་ནང་དུ་ཤོད་ཐུབ་ཡ་དེ་འདྲས་མ་རེད། ཨ་ནེ་ཁག་གི་བཤད་པ་ཙམ་མ་ཡིན་པར་དོང་ཁ་སོ་སོའི་ཉམས་ལེན་བཟོས་པ་ཡིན་ན་ཨ་ནེ་མདོག་དང་སྔགས་གཉིས་ཀྱི་བར་ལམ་ལ་ཁྱད་པར་ག་རེ་འདུག་མིན་ཨ་ནེ་ཧ་གོ་ཡོང་གི་རེད། ད་གོང་ལྟར་མདོག་དང་སྔགས་ཀྱི་ཁྱད་པར་དེ་གསུང་གི་ཡོད་རེད་ཁྱེད་ཚ་དེ་ཡིན་དུས་ལ་སྐྱིད་གཏོང་གི། མདོ་དང་སྔགས་གཉིས་ཀྱི་ཁྱད་པར་གསུང་བ་དེ་སོགས་ངས་མ་བགྱིས་ཞུ་གི་ཡིན། ད་དང་པོ་གལ་ཆེ་ཤོས་དེ། རང་གི་སེམས་ཀྱི་གནས་ལུགས་བདེ་བར་ཤེས་པ་ཟེར་ན་རེད། རང་བཞིན་གྱིས་ཤེས་པ་ཟེར་ན་རེད། སྙིང་ནས་ཤེས་པ་ཟེར་ན་རེད། ཨ་ནི་འདི། སངས་རྒྱས་ཀྱི་རྒྱུ་ཡིན་པར་གསུངས་པ་གྱིས་དང། སངས་རྒྱས་ཀྱི་རྒྱུ་མ་ཡིན་པར་སངས་རྒྱས་རང་ཡིན་གསུངས་རྒྱུ་དེ་གཉིས་ཀའི་ཁྱད་པར་དེ་དག་གི་ཁྱད་ཆོས་དེ་དེ་རེད། ད་མཚན་ཉིད་རྒྱུ་ཡི་ཐེག་པའི་ནང་དུ། འདི་ནི་སེམས་ཀྱི་གནས་ལུགས་འམ་བདེ་བར་ཤེས་པ་དེ་སངས་རྒྱས་ཀྱི་རྒྱུ་ཡིན་པར་གསུངས་ཀྱི་ཡོད་རེད། ད་སེམས་ཉིད་བདེ་བར་ཤེས་པའི་སྙིང་པོ་དེ་སེམས་ཅན་ཐམས་ཅད་ལས་ཡོད་པ་ཡིན་དུས་དེའི་རྒྱུ་བཟོས་དུས། དེ་ནི་ད་འབྲས་བུ་སྐྱེ་བ་ལ་རྒྱུ་དང་རྐྱེན་གཉིས་ཀ་དགོས་ཀྱི་ཡོད་རེད། དེ་ཙམ་དེ་འདྲ་ཡིན་དུས་རྐྱེན་དམིགས་པ་དེ་སྐྱེས་པའི་བསོད་ནམས་ཀྱི་ཚོགས་དང། དམིགས་པ་མེད་པའི་ཡེ་ཤེས་ཀྱི་ཚོགས་གཉིས་བསགས་པ་ལ་བརྟེན་ནས། ཨེ་ནས་མཐར་འབྲས་བུ་སངས་རྒྱས་ཀྱི་གོ་འཕང་དུ་ཐོབ་ཀྱི་རེད་དེ་གསུང་གི་ཡོད་རེད། ཁྱེད་ཚང་ཨེ་ནས་རྒྱུ་དང་འབྲས་བུ་དེ་གཉིས་ལ་སྔ་ཕྱི་ཡོད་རེད། ཁྱེད་ཚང་དེ་ཡིན་དུས་མཚན་ཉིད་རྒྱུ་ཡི་ཐེག་པ་འདི་འདྲའི་ཁྱི་ལ་ཞུགས་ཀྱི་ཡོད་རེད། དཔེར་ན། འོ་མ་དེ་ལ་མར་གྱི་སྙིང་པོ་ཡོད་རེད། བྱས་ཙང་འོ་མ་དེ་སུབ་རྒྱག་པ་ཡིན་ན་ཨེ་ནི་དེ་ལས་མར་འབྱུང་གི་རེད། དེ་ནང་བཞིན་པ་གི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཨེ་ནི་སངས་རྒྱས་ཀྱི་རྒྱུ་བདེ་བར་གཤེགས་པའི་སྙིང་པོ་དེ་ཡོད་རེད། ཡོད་ན་ཡང། དེ་ལ་རྐྱེན་ཚོགས་གཉིས་དུ་མ་བསགས་པ་ཡིན་ན། དེ་ནི་འབྲས་བུ་སངས་རྒྱས་ཀྱི་གོ་འཕང་དུ་འབྱུང་ཐུབ་ཀྱི་ཡོད་མ་རེད་ཟེར་ཁྱེད་ཚང་དེ་ཡིན་དུས། ནམ་རྒྱུན་ང་རང་ཚོའི་ཆ་རྐྱེན་གྱི་རྒྱུ་དང་འབྲས་བུ་གྱི་འགྲོ་སྟངས་དེ་གསུང་གི་ཡོད་རེད། དེ་ནི་འབྲས་བུ་གསང་སྔགས་རྡོ་རྗེ་ཐེག་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པས། སེམས་ཀྱི་གནས་ལུགས་དེ་སངས་རྒྱས་རང་ཡིན་གསུང་གི་ཡོད་རེད། སྔར་མ་ཡིན་པ་ལ་ཕྱིས་སུ་སངས་རྒྱས་ལ་ཡར་འགྱུར་སོང་བ་ལྟ་བུ་དེ་འདྲས་མ་རེད། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པའི་གཞི་གྱི་བདེ་བར་གཤེགས་པའི་སྙིང་པོ་དེ་སངས་རྒྱས་རང་ཡིན་གསུང་དེ་གསུང་གི་ཡོད་རེད། ད་སྐུ་དང་ཡེ་ཤེས་ཀྱི་ཁར་གསལ་དགོས་ན་ད་བདག་ཉིད་རྐྱེན་དེ། ང་རང་ཚོ་རྒྱུད་ལ་ཡོད་པ་དེ་ནི་འབྲས་བུ་སངས་རྒྱས་ཟེར་ན་དེ་རེད་མ་གཏོགས་དེ་ལ་སེམས་ཅན་གྱི་དུས་སྐྱིད་དང་སངས་རྒྱས་ཀྱི་དུས་སུ་ཡིད་སྐྱིད་པའི་དུས་དེ་འདྲའི་གར་ཟེར་དགོས་ན་རྒྱུ་དང་འབྲས་བུ་ཟེར་གི་ཡེ་བ་དེ་ཡོད་མ་རེད་གསུང་གི་ཡོད་རེད། ནམ་རྒྱུན་ཡིན་ན།

དེ་ནི་སངས་རྒྱས་རེད་དེ་ལ་སྐུ་དང་ཡེ་ཤེས་ཀྱི་བདག་ཉིད་རྐྱེན་དེ་དེ་རེད་མ་གཏོགས་དེ་ལོགས་སུ་གྱུར་པ་ཡོད་མ་རེད་གསུངས་ནས་འབྲས་བུ་ཡིན་པ་གསུང་གི་ཡོད་དུས་འབྲས་བུ་སྔགས་ཀྱི་ཐེག་པ་ཟེར་གསུང་གི་ཡོད་རེད། དེ་ནས་ང་རང་ཚོས་ད་སེམས་ཀྱི་གནས་ལུགས་དེ་སངས་རྒྱས་དངོས་གནས་དེ་ཡིན་འབྲས་བུའི་མཐར་ཐུག་པ་དེ་ཡིན་ན། དེ་ནས་སངས་རྒྱས་ཀྱི་སེམས་ཅན་གཞན་གྱི་དོན་དུ་ཆོས་ཀྱི་འཁོར་ལོ་འཁོར་བ་དང། དེའི་རྒྱུན་དུ་སངས་རྒྱས་རང་ཉིད་ལ། སྟོབས་བཅུ་དང་མི་འཇིགས་པ་བཞི། ཨེ་ནི་མ་འདྲེས་པ་བཅོ་བརྒྱད་ཞེས་པ་ལ་སོགས་པ་འདི་ཡོན་ཏན་མང་པོ་ཡོད་པ་ཡིན་དུས་དེ་ང་ཚོ་སོ་སོ་སྐྱེ་བོ་ལ་དེ་མི་འདུག་བ་སེ་ག་འདྲེ་ཀྱི་ནི་སངས་རྒྱས་རེད་བསམ་རྒྱུ་སྐད་ཨེ་ནི་ཐེ་ཚོམ་དུ་ཡོང་གི་རེད། ད་དེ་ལ་ཁྱད་པར་གཉིས་བཞག་དགོས་ཀྱི་རེད། ངོ་བོ་ཡེ་དག་གི་སངས་རྒྱས་དང་གློ་བུར་ཧྲལ་དག་གི་སངས་རྒྱས་སངས་རྒྱས་ལ་ཡང་གཉིས། དབྱེ་བ་འབྱེད་དགོས་རེད། ཨ། ང་ཚོ་ད་ལྟ་སྔགས་ཀྱི་གནས་སྐབས་སུ་སངས་རྒྱས་དབྱིངས་གསུང་རྒྱུ་དེ་ངོ་བོ་ཡེ་དག་གི་ཆ་ནས་གསུང་གི་ཡོད་རེད། དེ་ནས་སློབ་བུ་འཕྲ་དག་གི་སངས་རྒྱས་དབྱིངས་ཟེར་ནས་གསུང་གི་ཡོད་མ་རེད། སློབ་བུ་འཕྲ་དག་གི་སངས་རྒྱས་དེ་ཡིན་ན་དེ་ནི་ང་ཚོ་ལམ་ལ་འབད་དགོས་ཀྱི་མ་རེད། ཡིན་ཚུལ་གྱི་དབང་དུ་བཤད་པ་ཡིན་ན་དེ་ནི་སངས་རྒྱས་རེད་དེ། རྟོག་ཚུལ་གྱི་དབང་གིས་དེ་དང་མ་རྟོགས་པ་ལ་བརྟེན་ནས་དེ་རྟོགས་ཀྱི་ཐབས་སུ་བླངས་ན་འབད་དགོས་ཀྱི་ཡོད་རེད། སངས་རྒྱས་ཀྱི་ཆོས་ཀྱི་འཁོར་ལོ་བསྐོར་བ་བཞིན་དུ་ང་ཚོས་སངས་རྒྱས་ཀྱི་གར་སའི་སྒོ་ན་ད་རང་བཞིན་ཡིན་ན་དེ་ལོག་གི་མི་འདུག་བསམ་གྱི་ཡོད་རེད་དེ། དེ་དཔེ་བཞག་པ་ཡིན་ན། དཔེར་ན། མར་མེ་སྐྱེས་ཡིན་ན་མར་མེ་དེ་ཨེ་ནི་རྫ་མ་འདྲ་བོ་གཅིག་གི་ནོང་ལོགས་ལ་བཅུག་ནས་པར་བཞག་པ་ཡིན་ན། ཨེ་ནི་རྫ་མ་དེ་གི་གྲིབ་ནི་མར་མེའི་འོག་ཏུ་ཕྱི་རོལ་ཏུ་ཡོང་གི་ཡོད་མ་རེད། ད་བུམ་པ་དེ་བརྒྱག་བཞག་པ་ཡིན་ན་ཨེ་ནི་མར་མེའི་འོག་ཏུ་གང་དགའ་ཕྱི་རོལ་ལ་སླེབས་ཡོང་གི་རེད། བྱས་ཙང་ད་གློ་བུར་འཁྲབ་ཀྱི་འདྲེས་པ་ཉོན་མོངས་པའི་འདྲེས་པ་དང་ཞིབ་ཀྱི་འདྲེས་པ་ཟེར་རྒྱུ་གཉིས་ཀྱི། ཨ་ནི་བསྒྲིབས་ཏེ་ཡོད་པ་ཡིན་དུས་བསྒྲིབས་པ་དེ་མ་སོབ་ཀྱི་བར་དུ་ཨ་ནི་ཆོས་རྒྱུན་འཁོར་ལོ་བསྐོར་བ་ལ་སོགས་པ་དེ་ཡོང་གི་ཡོད་མ་རེད། དཔེར་ན། ཤེལ་སྒོ་ཞིག་ཡོད་པ་ཡིན་ན་ཤེལ་སྒོ་དེ་སྒང་གི་སྦུག་ལ་བཅུག་བཞག་པ་ཡིན་ན། ཨ་ནི་ཤེལ་སྒོ་དེའི་ངོགས་ལ་ཤི་རོག་གི་སྣང་བ་དེ་ཡོང་གི་ཡོད་མ་རེད། ག་རེ་ཡིན་ཟེར་ན་ཁོ་སྒམ་དེ་གི་བསྒྲིབས་ཏེ་ཡོད་རེད། སྒམ་དེའི་ནང་ནས་ཤེལ་སྒོ་དེ་ཡར་བཏོན་པ་ཡིན་ན་ཡར་བཏོན་པ་དང་མཉམ་དུ་ཕྱི་རོལ་གྱི་གཟུགས་ག་རེ་ཡོད་རེད་དེའི་གི་བར་ཟེར་དགོས་ན་ད་ཤེལ་སྒོའི་གི་ངོས་དེ་ལ་སྤང་ཡོང་གི་ཡོད་རེད། ད་དེ་ལ་ཡོད་ཟེར་ཡ་དེ་དང་ཡིན་ཟེར་ཡ་དེ་གཉིས་ཀྱི་ཁྱད་པར་དེ་འབྱེད་དགོས་རེད། སེམས་ཅན་གྱི་རྒྱུད་ལ་ཡོད་པའི་བདེ་བར་གཤེགས་པའི་སྙིང་པོ་དང་སངས་རྒྱས་ག་རེ་ཟེར་དགོས་ན་དེ་ནི་སངས་རྒྱས་ཡིན། སངས་རྒྱས་ཀྱི་ག་རེ་ཟེར་དགོས་ན་སྐུ་དེ་བྱིང་རྒོད་རྣམ་པ་དེ་ཡོད་གསུང་གི་ཡོད་རེད། ཡིན་ཟེར་ཡ་དེ། ཨ་ནི་གློ་བུར་གྱི་དུས་མ་དེའི་དུས་བབ་དེ་ཉིན་ཕར་ས་ནས་དེ་དགོས་ཀྱི་ཡོད་དུས་ཨ་ནི་ཡོད་པ་དེ་ཡིན་པ་ཉིད་ལས་ཁྱད་པར་ཡོད་རེད། ཨང་དེ་ཡིན་དུས་ད་ཡོད་པ་དེ་ཡིན་པ་ཉིད་ལས་ཁྱད་པར་ཡོད་རེད། ད་དེའི་ཐོག་ནས་ཨ་ནི་སེམས་ཅན་གྱི་རྒྱུད་ལ་ཡོད་པའི་གེའི་ད་སྐུ་དང་ཡེ་ཤེས་ཀྱི་རྣམ་པ་ཅན་གྱི་སངས་རྒྱས་དེ་ལ་གློ་བུར་ཁྲ་ཆིལ་དྲི་མས་བསྒྲིབས་བསྡད་པའི་གེ་སྒྲིབ་པ་དེ་ཕར་སར་རྒྱག་པ་ཡིན་ན། དེ་ནི་སངས་རྒྱས་རེད། ཨ་ད། དྲི་མས་བསྒྲིབས་བསྡད་པའི་གནས་སྐབས་སུ་སྡུག་ག་སྐྱིད་དང་དྲི་མས་མ་བསྒྲིབས་པའི་སྐབས་སུ་ཡག་ག་སྐྱིད་ཡོད་མ་རེད། དེ་ཙམ་ཡིན་ནས་ཡིད་ཡི་གནས་ལུགས་དེ་དང་འབྲས་བུའི་གནས་ལུགས་ཉེན་ཁ་དེ་གཅིག་པ་ཡིན་དགོས་ཀྱི་རེད། ཡིད་དང་འབྲས་བུའི་ཉེན་ཁ་དེ་དབྱེར་མེད་པར་གྱི་དགོས་ཀྱི་ཡོད་རེད། ཨེ་ནས་སྔགས་ཀྱི་ཁར་ཟས་དགོས་ན་ཨེ་ནས་སྨོན་ལམ་དང་དེ་འདྲའི་གང་དགའ་གནང་ལ་ཡིན་ན། དེ་ནས་ཡིད་འབྲེལ་དབྱེར་མེད་རྟོགས་པར་བྱིན་གྱིས་ལོ་ཟེར་དུས་ཡིད་གནས་སྐབས་དེ་དང་འབྲས་བུ་གནས་སྐབས་འཇིག་པ་ཡིན་དུས་ཨེ་དེ་ལྟ་བུ་རྟོགས་པར་ཤོག་ཅིག་ཟེར་ནས་སྨོན་ལམ་རྒྱག་གི་ཡོད་རེད། ད་མདོ་ཡི་གནས་སྐབས་སུ་ཨེ་ནས་ཁར་ཟས་དགོས་ན་རྒྱུ་དང་འབྲས་བུ་གྱི་བདག་ཉིད་ཅིག་ཡིན་དུས་ལ། དེ་རྒྱུ་དེ་གའི་འབྲས་བུ་དེ་སྐྱེད་པར་བྱེད་པས་ན། སྐྱེ་བཞག་དང་སྐྱེ་བཞི་གི་ཁྱད་པར་ཡོད་རེད། ཨ་ནི་སྔགས་ཀྱི་གནས་སྐབས་སུ་སྐྱེ་བཞག་སྐྱེ་བཞི་ཞུ་ཡ་ཡོད་མ་རེད། བསགས་བཞག་དང་བསགས་བཞི། ག་རིང་སུ་ལབ་ན། གློ་བུར་འཕྲལ་གྱི་དྲི་མའི་སྒྲིབ་པ་དེ་ཕ་བསགས་པ་དང་དེ་བསགས་པར་བྱེད་པའི་ལམ་དེ་ལ་དཔེར་ན་གསང་སྔགས་ཀྱི་ལམ་དེ་ལ་ས་བརྗིད་ཅེས་གསུངས་འདུག་ས་བཞག་དང་ས་བརྗིད་དེའི་མང་དུ་རྒྱུ་དང་འབྲས་བུ་གི་བསྐྱེད་བྱ་དེ་སྐྱེད་བྱེད་དེ་ཁས་ལེན་གྱི་ཡོད་མ་རེད། བྱས་ཙང་ད། མདོ་དང་སྔགས་གཉིས་ཀའི་ཁྱད་པར་དེ། འགལ་ས་ག་ནས་འགལ་གྱི་འདུག་དེ་ནི་དགོངས་སུ་དབང་ཟེར་བྱས་ཙང་དེའི། ཐུགས་ལ་བཞག་དགོས་རེད། ད། མདོ་སྔགས་གཉིས་ཀྱི་ཁྱད་པར་དེ་ལ། ཨེ་ནི་ཆུ་སྲུམ་སྒྲོན་མེ་ཟེར་རྒྱུ་དེའི་གི་ནང་ལོགས་ལ། དོན་གྱིས་ན་ཡང་མ་རྨོངས་དང་གསུང་གི་ཡོད་རེད། དོན་སྡུག་དང་སྔགས་གཉིས་དོན་གཅིག་པ་ཡིན་ན་ཡང་ཐོབ་ལ་རྨོངས་མ་རྨོངས་ཁྱད་པར་ཡོད་རེད་གསུང་གི་ཡོད་རེད། ད་དོན་གཅིག་ཡིན་གསུང་རྒྱུ་དེ་ག་རེ་གསུང་གི་ཡོད་རེད་ཟེར་ལབ་ན། རྒྱུ་དང་འབྲས་བུའི་ཐེག་པ་གཉིས་ཀ་གི། དེ་ནས་སེམས་ཅན་གཞན་གྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པའི་བློ་དེ་སྐྱེས་ནས། དེ་ནས་ལམ་ལ་འབད་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་དོན་གཅིག་པ་རེད། ད་དོན་གཅིག་པ་ཡིན་ན་ཡང། མ་རྨོངས་དང་ཟེར་དུས་ཐབས་ལ་རྨོངས་མ་རྨོངས་ཀྱི་ཁྱད་པ་ཡོད་རེད་གསུང་གི་ཡོད་རེད། ད་དོན་གཅིག་ན་ཡང་མ་རྨོངས་དང་ཐབས་མང་གསུང་གི་ཡོད་རེད། དེ་ནས་སྔགས་ཀྱི་གནས་སྐབས་སུ། ཐོབ་དེ་ཤིན་ཏུ་ནས་ཀྱང་རྒྱ་ཆེན་པོ་ཐོབ་མང་པོ་གསུང་གི་ཡོད་རེད། བསྐལ་བཟང་ཐོབ་མང་གསུང་གི་དེ་དེ་ལ་ཞུགས་ཀྱི་ཡོད་རེད། ད་ཐོབ་མང་གསུང་རྒྱུ་དེ་ག་རེ་གསུང་གི་ཡོད་རེད་ཟེར་ལབ་པ་ཡིན་ན། སྔགས་ཀྱི་གནས་སྐབས་སུ་དཔེར་ན། བོང་བུ་ཐོག་མང་བ་དེ། ཨེ་ནས་ལྷ་བསྒོམ་པ། སྔགས་སྐྱེས་པ། ཨེ་ནས་ཛམ་བསྒོམ་པ་ལ་སོགས་པ་དེ་འདྲས་ཀྱི་ཐབས་དེ་ཤིན་ཏུ་ནས་ཀྱང་མང་པོ་རེད། བོང་བུ་ཐོག་མང་བ་ཟེར་རྒྱུ་དེ་དེ་ལ་གསུངས་ཀྱི་ཡོད་རེད། ད་ཐབས་མང་བོ་གསུངས་རྒྱུ་དེ། ཐབས་དེ་ལ་ཡང་དཔེར་ན་སྔགས་ཀྱི་གནས་སྐབས་སུ། ཨ་ནས་རྒྱུད་སྡེ་བརྒྱད་ཡོད་རེད། ཨེ་ནས་བྱ་རྒྱུད་དང་ཤོད་རྒྱུད་དང་རྣམ་འབྱོར་གྱི་རྒྱུད་དང་རྣམ་འབྱོར་བླ་ན་མེད་པའི་རྒྱུད་སྡེ་རྣམ་པ། ཡིད་སོང་བ་ཡིན་འདུག་ལ། དེ་ནས་ཐབས་མང་པོ་རེད་ཟེར་ས་དེ་ཡིན་འདུག་ཐབས་མང་བོ་གསུངས་ཏེ་དེ་ལ་ཞུགས་ཀྱི་ཡོད་རེད་ཟེར། དེ་ནས་གསང་སྔགས་ཞུས་འདུག་ལ་གསང་སྔགས་བླ་མེད་ཀྱི་ཆོས་ཁོ་ན་ལ་གསུང་གི་ཡོད་མ་རེད་ཟེར་ད་ལྟ་གོང་དུ་ཞུས་པ་གི་རྒྱུད་སྡེ་བཞི་ཀ་ལ་གསུང་གི་ཡོད་རེད་དེ་ཡིན་འདུག་རང་རང་སོ་སོའི་གི་དེ་ནས་བློ་དང།

དཀར་པ་གྲོང་སྨད་གསུམ་ལ་སོགས་པ་ལ་ཚོགས་བསགས་དགོས་པ་དེ་འདྲའི་གསུང་གི་ཡོད་རེད། ད་སྔགས་ཀྱི་གནས་སྐབས་སུ་དེ་འདྲའི་མ་ཡིན་པ་གེ། ཀྱེ། མི་ཚེ་བཅུ་དྲུག་དང་མི་ཚེ་གསུམ་དང་ཨེ་ནི་ཚེ་ལུས་གཅིག་གིས། ཨེ་ནི། ཟུང་འཇུག་གི་གོང་འཕང་མངོན་དུ་བྱེད་ཐུབ་པ་དེ་འདྲའི་གསུང་ཡོད་རེད། ད་དེའི་ཡང། དཔེར་ན་བྱ་རྒྱུད་དང་སྤྱོད་རྒྱུད་དེ་ཚོ་མི་འདུག་ན་དེ་མི་ཚེའི་འགྱུར་ལུགས་དང་མི་ཚེ་འདི་འདྲ་དང་དེ་འདྲས་ཀྱི་ཁར་འཇོག་དགོས་ན་དུས་ཡུན་དེ་དེ་འདྲས་ཀྱི་སོང་གི་ཡོད་རེད། ད་དེའི་ནང་ནས་གསང་སྔགས་བླ་མེད་ཀྱི་ཆོས་དེ་ཚུར་གཞན་དུ་ཉམས་སུ་སློང་བ་ཡིན་ན་ཨེ་ནི་ཚེ་ལུས་སྐྱིད་ཀྱི་ཨེ་ནི་ཟུང་འཇུག་རྡོ་རྗེ་འཆང་གི་དགོངས་པ་མངོན་དུ་བྱེད་ཐུབ་ཅེས་གསུང་གི་ཡོད་རེད། ད་དེ་དེ་ག་ཚེ། ཚོང་པ་དེ་ཚོ་གི་ཚོང་གཤིས་སུ་ཡག་པོ་གནང་བཞིན་པ། ད་ངའི་སྐྱ་ལག་དེ་གང་ག་ནང་གི་སྐྱ་ལག་གསར་ཤོས་དེ་རེད་ལེགས་སུ་ཡིན། ད་དེ་ཡག་ཤོས་དེ་རེད་འདུག་ཤེས་ཡག་པོ་དེ་འདྲས་མ་རེད། རྒྱ་གར་འཕགས་བོད་ཡུལ་དུ་ཡིན་ན་རེད་བོད་གངས་ཅན་སུ་ཡོང་སུ་ཡིན་ན་རེད་དེ་འདྲས་དེ་ལྟ་བུ་གི།

དེས་ངས་བཀྲ་ཤིས་ལྗོངས་སུ་ཞུས་པའི་སྐབས་ལ། ཨ་ནི་སོ་སོའི་ཕྱོགས་ཞེན་བྱས་ནས་ཞུས་པ་དེ་འདྲ་མ་རེད་ཟེར། ཡིན་ན་ཡང་ཆོས་ལུགས་གཞན་པ་ལ་དེ་ནང་བཞིན་པ་གཅིག་གིས་དེང་སང་གི་དུས་ཚོད་ལ་དབྱེ་ན་རྒྱ་གར་ཡིན་ན་རེད་ཕ་ཡུལ་ཡིན་ན་རེད་བོད་ལ་ཡིན་ན་རེད། ཨ་ནི་ཁོ་རང་གྲུབ་པའི་གེགས། གར་བྱེད་པོ་དག་ཡོད་ངེས་དེ་འདྲའི་དཔེ་མ་ཞིག་མང་པོ་ཡོད་རེད། དཔེར་ན། རྟོགས་ལྡན་འཇམ་དབྱངས་ཆོས་ཀྱི་དེ་ད་རྟོགས་ལྡན་ནང་ནས་ཡང་རྒན་པ་གྱི་རེད་བྱས་ཙང་ཁོང་དེ་ནས་དགོངས་པ་རྫོགས་པའི་སྐབས་དེ་ལ། ད་ཨ། སྐུ་གདུང་གསེར་ལྗོངས་བཟོ་བའི་སྐབས་ལ། ཐུགས་ལ་སྐྱོན་མ་རེད། དེ་ག་ནང་བཞིན་པ་གས་ཤེས་ལ་སྐྱོན་མ་རེད། རྒྱང་ལ་སྐྱོན་མ་རེད་ནས་ཐུགས་རྒྱག་ཤན་སོང་ཁ་དེ་བཞག་ཡོད་རེད། དེའི་རྗེས་འདུག་ཨེ་ནས་སྐུ་གདུང་གི་རིང་སེར་ལ་ཡང་རིང་སེར་ཤིན་ཏུ་ནས་ཀྱང་མང་པོ། ཨེ་ནས་རིང་སེར་ཁ་དོག་དཀར་དམར་སེར་སྔོ། དེ་ག་ནང་བཞིན་པ་དཀར་པོ་དང་དམར་པོ་ཨེ་ནས་དཀར་སེར་སྒོ་ནག་ཁ་སྦྱར་བ། ཨེ་འདི་འདྲའི་གི་རིང་སེར་དཔེ་མང་པོ་ཕེབས་ཡོད་རེད། ཨེ་ནས་རིང་སེར་དེ་ལ་ཡང་ཁ་དོག་ཁོ་ན་མ་ཡིན་པ་གི། དུང་དཀར་དབྱིན་ཇི་གི་ཨེ་ནས་མིང་སྲིང་འཐེན་པའི་མང་པོ་ཡོད་རེད། དེ་ཚོ་དེ་ག་ཚོད་ཤེས་བཞག་པ་མ་ཡིན་པར་གི་དེང་སང་གི་འཕྲུལ་ཆས་གི་དཔའ་ལུང་བརྒྱབ་པ་དེ་འདྲས་ཡོད་རེད། ཨ་ཨེ་དེ་འདྲས་ཡིན་དུས་དེའི་དགོངས་པ་རྫོགས་པའི་སྐབས་དེ་ལ་ཨེ་ནས་ཨ་རྒྱན་ཁྲིན་ན་ནས་ཡོང་ངེས། མི་བར་ཆད་ཁྲོ་བཅུ་དོན་བཅུ་ཚེ་གཅིག་ཡོ་རེ་ས་ལྔ་ཚར་ཆུད་ཤོག་ངས་སྔ་ཚོགས་མཉམ་པོ་བྱས་ནས་རྡོ་རྗེ་གདན་དང་བ་ར་ན་སི་ཏི་ཚུར་ལ་གནས་བསྐོག་ཅིག་ཕྱིན་པ་རེད། བྱས་ཙང་ཨ་ནེ་ང་གནས་བསྐོག་ཕྱིན་པའི་སྐབས་དེ་ལ་ཨ་ནེ་རྡོག་ལྡན་ཨ་འཇམ་སྙུང་གཞི་སྐྱིད་པོ་འདུག་ཟིན་གྱི་མི་འགྱུར་ཁྱོད་འཇོག་པ་ཡག་ཤོག་གསུངས་ནས་ང་ལ་རྡོག་ལྡན་ནང་པའི་མ་ལན་གནང་སོང། ཨ་ནེ་ང་འཇོག་པ་ཡག་སྐྱ་རེ་ཚུར་བཏབ་ཀྱི་ཡིན་ཡག་ལན་ཕུལ་དུས། རྟོགས་ལྡན་ཨ་འཇམ་གྱི་དད་སེམས་ཡོད་པ་འདྲ། དེ་ཙམ་དེ་ཡིན་དུས་ཡོངས་ཁྱབ་ངང་ལ་འཁོར་རིགས་མ་གསུང་སྐྱར་གནོང་ནས། ད་ཁྱོད་བྲིས་ལ་ཡོད་མ་རེད་ག་ལེར་གྱིས་ཤོག་ད་ང་བྲིས་ལ་མ་འདུག་ཟེར་འདྲེ་བཀའ་གནང་འདུག། ཨེ་ནས། ཞལ་ལག་གཙང་ནས་འཆོས་དགོས་མི་འདུག་དེ་ཡིན་དུས་ཡིན་གྱི་མིན་གྱི་ཁྱོད་ཀྱི་ཞལ་ལག་འཆོས་རོགས་གྱིས་ཟེར་ན་རྟོགས་ལྡན་ཨ་འཇམ་ལ་ཡང་ཆ་བསྐུར་རོགས་གྱིས་ཟེར་འདྲེ་གསུང་གི་འདུག། ཨེ་ནས་ངས་དེ་ཞུས་པའི་གི་ཞུགས་ལ་ཨེ་ནས་འཁོར་རིགས་ཀྱི་ལོ་མ་དེ་འདྲ་དད་ཅིག་ཞེས་གནང་གི་འདུག། ང་དེ་འདྲས་གསུང་གི་འདུག། ད་གོང་ལྟར། ང་ཡར་སླེབས་པའི་སྐབས་དེ་ལ་ཞང་ཀོ་གཉིས་ཀྱིས་ནོང་ལོག་ཡར་སླེབས་པའི་སྐབས་དེ་ལ་དགོན་པ་འཛུགས་ཚར་བཞག་ཟེར། དགོན་པ་འཛུགས་རན་དུས་རྟོགས་ལྡན་གཞོན་པ་དེ་ཚོ་ལས་ཁོང་རིན་ཆང་ཚོས་འདི་འདྲའི་རྩིས་དྲུག་ནང་ནས་འདི་འདྲའི་བྱས་ནས་ད་ཡིད་ཐུག་ལ། དེ་ནས་ད་མེད་པ་ཆགས་འགྲོ་གི་རེད་དེ་འདྲས་གསུངས་འདུག་ཟེར་བྱས་ཙང་ཁོང་རྣམ་པས་གསུངས་ན་ད་ཕ་ཆེན་ཞང་ཀོ་ཡིག་ཞུགས་ལ་དགོན་པ་འཛུགས་གི་ཡོད་པ་འདྲ་བསམ་ནས། དེ་འདྲའི་དགོངས་སོང་ཟེར་ང་ལ་གསུང་གི་འདུག་ཟེར། ཁྱེད་ཚང་ད་དངོས་གནས་བཟོས་དུས་དེའི་དགོངས་མོ་དེ་འདྲས་སོང་དུས་ད་ཞོགས་ཁའི་གི་ཆུ་ཚོད་དབྱེ་བ་དུག་ལ་དགོངས་པ་རྫོགས་གནང་པ་རེད་ཟེར་ཁྱེད་ཚང་ཞོགས་ཁའི་ཆུ་ཚོད་དབྱེ་བ་ལ་དགོངས་པ་རྫོགས་ཡིན་གསུང་རྒྱུ་དེ་དེ་འདྲས་རེད་འདུག་ཟེར་ང་ལ་རྟོགས་ལྡན་རྣམ་པས་གསུང་གི་འདུག་ཟེར། ཨ་ནི་དེ་དུས་ཐུགས་དམ་དྲིལ་ཡོད་མ་རེད་ཟེར་ང་སྐུ་གདུང་འདོན་ལ་བསྐྱར་ནས། དེ་ནས་སོ་སོའི་གར་ཚེ་སྒོ་ནང་དག་དེས། སྙན་བརྒྱུད་རྡོ་རྗེ་རྣམ་འབྱོར་མ་ཤོད་ཀྱི་དེ་ཚོར་གདོན། དེ་ནི་ཉམས་ལེན་འདྲ་བོ་ཅུང་འདི་འདྲས་བཟོས་པ་ཡིན། དེ་ནི་ཐུགས་དམ་དྲུད་ནས། དེ་ནི་སྐུ་གདུང་ལ་གར་ཚེ་སྒོ་ན་རྡོ་རྗེ་སེམས་ཀྱི་སྒོ་ནས་དེ་ནི་འཕྱོར་འབུར་སོགས་བསྡུས་ལ། དེ་ནི་ནམ་མཁའ་ལ་གར་ཚེ་སྒོ་ན་སྤྲིན་དང་རྒྱ་བོ་ཐམས་ཅད་ཀྱིས་གར་ཚེ་སྒོ་ན་ཁྱབ་ནས་དེ་འདྲས་ཀྱིས་བྱུང་བ་རེད། ད་དེ་ནས་ཞག་པོ། དྲུག་བདུན་གྱི་གཞུག་ལ་སྐུ་གདུང། སེར་ལྗོངས་བཟོས་པ་རེད། སེར་ལྗོངས་བཟོས་དུས་ཨེ་རྟགས་རྣམ་པ་སྣ་ཚོགས་དེ་ཡོང་བ་ཡིན་དུས། ཨེ་ནས་ད་ལྟ་ངས་ཁྱིའི་རྣམ་པ་ལས་བྱུག་དགོས་ཡ་གི་རྒྱུ་མཚན་ག་རེ་ཡིན་སོགས་ལབ་ན། ཨེ་ནས། ཨ་ཇིན་ཁྲི་ན་གི་ད་ང་བཙན་བྱོལ་ལོ་ལྔའི་མེ་ལྔ་བཅུ་དྲུག་ཅུ་ཡོད་རེད། ཁོ་ཚོའི་སྐུ་གདུང་ག་འདྲས་ཀྱི་བསགས་སོང་མ་སོང། སྐུ་གདུང་སེར་ལྗོངས་བཟོ་དུས་བླ་གྲྭ་ཡོངས་རྫོགས་ཡོད་རེད། ཁྱེད་ཚང་དེ་འདྲས་ཡིན་དུས་ན།

ཉི་མ་རེ་རེར་མི་ག་ཚོད་བསགས་ཀྱི་ཡོད་རེད། སྐྱིད་ལ་དེ་འདྲའི་ཡུལ་ན་ཡོད་མ་རེད་ཤེས་ཚ་དེ་ཡིན་དུས་ད་ཁྱོད་ཡོང་ཁྱབ་རྩ་ནས་ང་ཚོ་ལ་དེ་འདྲའི་གི་ལོ་རྒྱུས་དེ་ཤེས་མི་དགོས་ཨ་ཨཱས་དེ་འདྲའི་ལོག་གི་འདུག། ཁྱེད་ཚ་ཨ་ནེ་ད་དཔེར་ན་མཉམ་མེད་དྭགས་པོ་ལགས་ཀྱི་དགོངས་པ་རྫོགས་པའི་སྐབས་ལ་ཡིན་ན་ཡང་ཨེ་ནེ། ཐུག་དང་རྒྱག་དང་ཤེས་གསུམ་ཀ་དེ་འདྲའི་གི་བཞག་གནང་ཡོད་རེད་ཤེས་ཚ་དེ་འདྲའི་ཡིན་དུས་ལ་ཨེ་ནེ་དེའི་བཞག་གནང་ཡ་ག་རེད་སོ་ལབ་ན་ཨེ་ནེ་ཤེས་བཞག་གནང་ཡ་དེ། ཡེ་ཤེས་ཀྱི་དཀར་གསལ་སྒོ་ནག་དག། གཟིགས་པ་དེས་མངོན་སུམ་དུ་ཁོང་རིག་གི། གར་བཞུགས་སྒོ་ནག་མངའ་བརྙེས་པ་ཡིན་འགྱུར་ལ། དེ་ནི་གར་བཞུགས་སྒོ་ནག་དག་ཡེ་ཤེས་ཀྱི་ཤན་ཞུགས་ན་འགྲུབ་ཀྱི་ཡོད་རེད་ཅེས་སམ། དེ་ནི་དེ་གཡོག་དེ་ནས་ཤན་དེ་མེད་ཀི་ཚིག་ཡོད་མ་རེད། རྒྱ་མ་ཚིག་ཡག་དེ་ག་རེ་སུ་ལབ་པ་ཡིན་ན་ད་དུང་ཡང། མུ་མཐའ་མེད་པའི་སེམས་ཅན་དེ་ཚོ་དམ་པའི་ཆོས་ཀྱི་འཁོར་ལོ་སྒོ་ནས་ཨེ་ནས་སེམས་ཅན་གྱི་དོན་ཆོས་ཀྱི་སྒོ་ནས་སེམས་ཅན་གྱི་དོན་མཛད་པའི་རྟགས་དེ་ལ་དེ་འདྲས་ཡིན་ཞེས་གསུངས་ཡོད་རེད་ངས་བཟོས་ཀྱང་བ་དེ་འདྲས་མ་རེད་ད། ཨེ་ནས་ཐུགས་མ་ཚིག་པ་དེ་ག་རེ་ཟེར་དགོས་ན་ད། འདི་བྱང་ཆུབ་ཀྱི་སེམས་དང་ཨེ་ནས་བདག་མེད་པའི་གི་དོན་ཚུལ་བཞིན་དུ་རྟོགས་པའི་གི་བདག་དག་ལ་ཨེ་ནས་དེ་མ་ཚིག་པ་དེ་ཡོང་གི་ཡོད་རེད་ཟེར། ཨེ་ནས་ད་རིང་བསྲེལ་དེ་ལ་ཨེ་ནས་དུང་དཀར་དབྱེ་འཁྱེར་གྱི་རིང་བསྲེལ་ཕེབས་རྒྱུ་དེ་ཨེ་ནས་ཕྱིར་མི་ལྡོག་པ་གི་རྟགས་ཡིན་ཟེར་དེ་འདྲས་གསུངས་ཡོད་རེད་ཟེར། ཁྱེད་ཚང་དེ་འདྲས་ཡིན་དུས་ལ་དེ་མངོན་སུམ་དུ་བྱུང་བ་རེད་ཟེར་དེའི་གཞུག་ལ། ཨེ་ནས་གར་ཚེ་སྒོ་ནག་རྟོགས་ལྡན་འོད་གསལ་ཆོས་སྡེ་དང། ཨེ་ནས་རྟོགས་ལྡན་སེམས་སྟོང་ཁོང་རྣམ་པ་དགོངས་པ་རྫོགས་པའི་སྐབས་དེ་ཡིན་ན་དེ་ནང་བཞིན་པ་གར་ཚེ་སྒོ་ནག་རིང་བསྲེལ་མང་པོ་དང་དུང་དཀར་ཡེ་འཇིགས་དེ་ཚོ་ཕེབས་ཀྱི་ཡོད་རེད། ཨེ་ནས་དེ་འདྲའི་ནག་ཚོ་ཁོ་ན་མ་ཡིན་པ་ཀེ་ས་སྐྱ་དང་ཨེ་ནས་ཉིན་མ་དང། དེ་ནས་གར་སོད་བཀའ་བརྒྱུད་དང་དགེ་ལྡན་འདི་ཚོ་གང་ག་ལ་དེ་ནོངས་ཀྱིན་པ་ཡོད་རེད་སོང་ངོ་མ་ཡང་ལོ་བཅུ་གཅིག་བཅུ་གཉིས་གི་སྔུན་ལ་ནི་དགེ་ལྡན་གྱི་གར་སོད་དགོས་ན་དགེ་བཤེས་ནི་སྐུ་ཚེ་དེ་ལ་མཚམས་སྒྲུབ་བ་མཛད་ནས་བཞུགས་དེ་ནི་ཆོས་བརྒྱུད་དེའི་གི་སྐུ་གདུང་གི་རིང་བསྲེལ་དང་ཡོངས་སུ་བཟོད་པ་གང་ག་ཆ་ཚང་མ་ཁོ་རང་ད་ལྟ་བ་ཡོད་ལ་མཇལ་རྒྱུ་ཡོད་རེད་སོང། དེ་སང་དེ་འདྲ་ཡིན་དུས་ལ་ད་སྔགས་ཀྱི་ལམ་ལ་སློབ་པ་ཡིན་ན་ད་ཅི་སྟོང་དེ་སྔགས་ཁོ་ན་ད་མ་རེད་མདོ་ཡི་གནས་སྐབས་སུ་ཡིན་ན། ཉམས་ལེན་ངང་ངེས་དེ་ཚོ་དགོངས་པ་རྫོགས་པའི་སྐོར་ལས་རིང་བསྲེལ་འཕེལ་བའི་ལ་སོགས་པ་དེ་འདྲ་དེ་ཡོང་གི་ཡོད་རེད་ཟེར་ཡང་ན་ད་ལྟ་སྔགས་ཀྱི་གནས་སྐབས་སུ་འདི་འདྲའི་རྟགས་འདི་འདྲའི་ཡོང་གི་རེད་མཚན་མ་འདི་འདྲའི་ཡོང་གི་རེད་ཟེར་ཟེར་བ་ག་རེ་གསུངས་ཡོད་པ་དེ་ཆ་ཚང་མ་དེ་འདྲའི་ཡོང་གི་ཡོད་རེད། བྱས་ཙང་ངས་ད་ལྟ། ཁྱོད་ཚོར་དེའི་ལོ་རྒྱུས་ཤེས་དགོས་པ་ག་རེ་སུ་ལབ་པ་ཡོད་ན། དབང་པོ་རྣོན་པོས་དབང་བྱས་པའི་སྔགས་ཀྱི་ཐེག་པ་འཆད་པར་མ་ཟེར་གྱི། སྔགས་ཀྱི་ཐེག་པ་དུ་དབང་པོ་རྣོན་པོ་དེ་ཚོ་ལ་བསྟན་ཡ་རེད་དེ་གསུང་གི་ཡོད་རེད། ད་དབང་པོ་རྣོན་པོ་ཟེར་རྒྱུ་ག་རེ་སུ་ལབ་ན། སྔགས་ལ་ཡིད་ཆེས་ཡོད་ངེས་དེ་ཚོ་ད་དབང་པོ་རྣོན་པོའི་གི་གྲས་ཡིན་དེ་གསུང་གི་ཡོད་རེད། ང་རང་ཚོ་ཚང་མ་ག་རེ་ཟེར་དགོས་ན་ད་སྔགས་ཉམས་ལེན་གནང་ངེས་དེ་འདྲས་རེད། ཡང་དེ་འདྲ་ཡིན་དུས་ལ་ད་གང་ཡོང་གི་ཨེ་ཡོད་ཀྱི་ང་ཚོ་ཀྱིས་ཁྱོད་འདྲ་བོ་མང་པོ་སྒྲུབ་ཀྱི་བཟོ་ཡིན་ཏེ་ག་ཕྱིས་ཀྱི་སྤང་མཚན་མ་ཡོང་གི་མི་འདུག་བསམ་ནས་དེ་འདྲ་བྱུང་བ་ཡིན་ན་དེ་འགྲིག་གི་ཡོད་མ་རེད་ཟེར་ཁྱེད་ཚང་དེ་ཡིན་དུས་ལ་ཁྱོད་ལ་ཡིད་ཆེས་བསྐྱེད་པའི་ཕྱིར་དུ་ལོ་རྒྱུས་གསར་བར་ཤེས་པར་བྱའོ་གསུང་གི་ཡོད་དུས་ངས་དེ་ཞོག་བཤད་པ་རེད་བསམ། དེ་ནས་ང་ཚོ་བོད་ལ་གཏམ་དཔེ་གྱི་ཡོད་རེད་བསམ། དེ་ནས་བོད་ལ་གར་སའི་སྒོ་ནས་མེ་མདའ། གངས་དཀར་པོ་ནང་གནས་པའི་ཡག་ཤོས་དེ་ལ་བུ་ར་ཟེར་ཡག་གི་ཡོད་རེད། ཁྱེད་ཚང་ད་ལྟའི་གངས་ཀའི་ཡག་ཤོས་བརྩི་གི་ཡོད་རེད། སྒྲ་འཛིན་ནང་ད་ལྟའི་པད་མ་སྲིད་གར་ཟེར་དགོས་ལ་ག་བ་བལྟས་པ་ཡིན་ན་ཡག་པོ་ཕོ་ངས་ནི་ཤུགས་འཆམ་པོ་འདི་འདྲ་ཡོད་རེད། ཁྱེད་ཚང་དེ་ལ་ནི་བུ་བུ་ར་ཡིན་པས་ཕན་གི་མ་རེད། མི་དེ་བུ་ར་ནང་ཞིང་པ་གྱི་སྒུག་རེད་གཏམ་སྤེལ་གྱི་ཡོད་རེད་དེ་དངོས་གནས་རེད་འདུག་ཁྱེད་ཚང་དེ་འདྲ་ཡིན་དུས་ང་ཚོ། གསང་སྔགས་རྡོ་རྗེ་ཐེག་པ་ཟེར་རྒྱུ་དེ་སྨན་བདག་བུ་ར་ལྟ་བུ་ཅིག་ཡིན་ན་ཡང། ཨེ་ནས་དེའི་བེད་སྤྱོད་གཏོང་མཁན་གྱི་མི་དེ་ལ་ཡང་དེ་ནོངས་བཞིན་པ་གྱི་འགོག་རེད་གསུངས་འདུག་ཨེ་ནས་སྔགས་ཀྱི་ཐེག་པ་ལས་ཞུགས་མཁན་གང་ཟག་ཐམས་ཅད་ལ་ཡང་དེ་ནོངས་བཞིན་པ་གྱི་འགོག་ཡོད་རེད། ཨོ། ད། མདོ་དང་སྔགས་གཉིས་ཀ་དེ་ཡོངས་སུ་རྫོགས་པ་སྟ་གོན་ཆོས་སུ་ཡོངས་རྫོགས་ཐ་དད་པ་རེད་བས་ཟེར་བ་ན་དེ་ཡང་མ་རེད། མདོ་དང་སྔགས་གཉིས་ཀྱི་ནོངས་ལོག་ལ་ཨེ་ནས་མཐུན་པ་མང་པོ་ཡོད་རེད།

དང། ཆོས་ཐམས་ཅད་རྨི་ལམ་དུ་སྒྱུ་མ་ལྟ་བུ་ཡིན་གསུངས་རྒྱུ་གྱི་སྒྱུ་མ་ལྟ་བུ་དེ་ཡང། གནས་གར་སའི་སྒོ་ན་སེམས་ཀྱི་རང་བཞིན་ཡིན་དེ་འདྲའི་གསུངས་ཡོད་རེད། འོན་དེ་ཡང་མཐུན་གྱི་ཡོད་རེད་དང། སྤྱོད་པ་ལ་ཐུག་འདི་ཆ་བཞག་པ་ཡིན་ན། སྔགས་ཀྱི་ཉམས་ལེན་བཟོ་ངེས་ཡིན་ན་རེད། མདོ་ཡི་གནས་སྐབས་ཀྱི་ཉམས་ལེན་བཟོ་ངེས་ཡིན་ན་རེད་དོ། ཡེ་ནས་ག་རེ་ཟེར་གྱི་ནི་སེམས་ཅན་ཡན་གྱི་དོན་ལ་སྤྱོད་པ་དེ་ཡང་མདོ་སྔགས་ཉིན་སྐར་མཐུན་གྱི་ཡོད་རེད། ཡེ་ནས་འབྲས་བུ་བླ་ན་མེད་པའི་ཡེ་ཤེས་ཟེར་གྱི་གསུང་གི་ཡོད་རེད་དེ་ཡང་འགྱུར་བ་རེད་མདོ་དང་སྔགས་ཉིན་སྐར། ཡེ་ནས་མདོ་ཡི་གནས་སྐབས་ཀྱི་སངས་རྒྱས་དེ་དང་སྔགས་ཀྱི་གནས་སྐབས་ཀྱི་སངས་རྒྱས་དེ་གཉིས་ལ་ཁྱད་པར་ཡོད་རེད་བས་ཟེར་ལབ་ན་དེ་ཁྱད་པར་ཡོད་མ་རེད། མདོ་ཡི་གནས་སྐབས་ཀྱི་སངས་རྒྱས་དེ་ཡང་སྤོང་བྱ་མཐའ་དག་སྤོང་རྟོགས་བྱ་མཐའ་དག་རྟོགས་ནས་སྤོང་རྟོགས་མཐར་ཕྱིན་པའི་སངས་རྒྱས་ཀྱི། ཡོང་གི་ཡོད་རེད། ད་དེ་འདྲ་ཡིན་དུས་ཨེ་ནས་ད་མདོ་དང་ངག་གཉིས་ཀྱི་སངས་རྒྱས་དེ་ལ་ཁྱད་པར་མེད་པ་ཡིན་ན་ཨེ་ནས་སྔགས་ཀྱི་ཉམས་ལེན་བཟོས་པ་ལ་དམིགས་བསལ་གྱི་འབྲས་བུ་ཁྱད་པར་བ་གས་མི་འདུག་བ་བསམ་ནས་དེ་བསམ་བསྲིང་གི་རེད། ཨེ་ནས་དེས་མདོ་ངག་གཉིས་ཀྱི་ཁྱད་པར་དེ་ཨེ་ནས་ཐབས་ཤེས་ཀྱི་ཐོག་ནས་ཐོབ་ཀྱི་ཐོག་ནས་ཁྱད་པར་འཕགས་ཀྱི་ཡོད་གསུངས་དེ་གསུང་གི་ཡོད་རེད་མ་གཏོགས་མཐའ་ཐུག་གི་འབྲས་བུ་ཡང་མདོ་སྔགས་ཉན་ཁ་ཁ་ཁ་རེད་གསུངས་ན་དེ་དེ་ཚིག་གི་བཀའ་ལ་ཟེར་དགོས་འགྲིག་གི་ཡོད་མ་རེད། ས་གནས་པས་ན་ད་རྒྱ་གར་རྡོ་རྗེ་དེ་ལྟ་བུ་གྱིས་ལ་འདི་ནས་འགྲོ་དགོས་ཀྱི་ཡོད་པ་ཡིན་ན་ད།

ཐབས་བརྒྱའི་ཐོག་ནས་ཁྱད་པར་དུ་འཕགས་ཡོད་རེད་མ་གཏོགས་ད་དུང་འབྲས་བུ་ཡང་སྐྱུག་པ་རེད། དེ་འདྲ་ཡིན་ན་སངས་རྒྱས་ཀྱི་དོན་འོད་དཔག་སྔགས་ཀྱི་ཐེག་པ་གཏན་མི་བཞག་ནས་འདིའི་མདོག་གི་ཐེག་པ་དེ་འདྲ་འདྲ་མང་པོ་ཅིག་གསུངས་བསྡད་ཡ་དེ་ལ་དགོས་པ་མི་འདུག་པ་བསམ་ཡིན་སྲིད་ཀྱི་རེད། ད་ལྟ་ངས་གོང་དུ་དཔེ་ཞུས་པ་ནང་བཞིན་པ་རེད་པས་ན། འདི་ནི་རྒྱ་གར་ལ་ཕར་འགྲོ་ཡ་ལ། གནམ་གྲུ་ཁོ་ན་མ་གཏོགས་མེད་ངེས་ཡིན་ན། དཔེ་ཆ་མེད་ངེས་འདི་འགྲོ་ཐུབ་ཀྱི་ཡོད་མ་རེད། བྱས་ཙང་དེ་ཡིན་དུས་ལ། ཨ་ནི་གྲུ་གཟིངས་ནང་ནས་བལྟས་ན་དཀར་དཀར་དང་འདྲ་བོ་འགྲོ་དེ་ནས་རིམ་པས་རིམ་པས་འགྲོ་ཡ་དེ་བཟོད་པ་ཡིན་ན་ཨ་ནི་ཁོ་དེ་འགྲོ་ཐུབ་ཀྱི་ཡོད་རེད་ཟེར་དེའི་རྒྱུན་དུ་སངས་རྒྱས་ཀྱི་བདུད་བཞི་གང་བོ་བསམ་པ་ལ་བརྟེན་ནས་ཨ་ནི་ཁྱོད་ཀྱི་འཁོར་ལོ་དེ་འདྲའི་དཀོན་ན་རེད་མ་གཏོགས་ཨ་ནི་དང་པོ་ཉིད་ནས་སྔགས་ཐེག་པ་དེ་བསྟན་པ་ཡིན་ན་དེ་འགྲིག་གི་ཡོད་མ་རེད་ཟེར་ད་དེ་ཚོ་ཡང་རྡུལ་ཙམ་གྱི་ཆུ་ཡིན་ན་དེ་འདྲས་རེད་ཟེར་ད་མདོ་སྔགས་རྙིང་ཁ་དེ་ཁྱད་པར།

བསྐང་བ་དང་བསྒོམ་པ་དང་སྤྱོད་པ་ཟེར་དུས་མདོ་སྔགས་གཉིས་ཀྱི་ལྟ་སྒོམ་སྤྱོད་གསུམ་གྱི་ཐོག་ནས་ཆ་མཐུན་ས་ཡང་ཡོད་རེད་ད་ལྟ་གོང་དུ་ཞུས་པ་མང་ཡིན་པ་རེད་ཆ་མི་མཐུན་ས་ཡང་མང་པོ་ཡོད་རེད། ད་ལྟ་བ་ལས་ཁྱད་པར་ཡོད་རེད་བས་དེ་མདོ་སྔགས་གཉིས་ཀྱི་ལྟ་བ་ལས་ཁྱད་པར་ཡོད་རེད་དམ་མ་རེད་ཟེར་ལབ་པ་ཡིན་ན་ལྟ་བ་ལས་ཁྱད་པར་ཡོད་རེད། ད་ཡུལ་ཆོས་དབྱིངས་ཁོ་རང་གི་ཐོག་ཏུ།

མཐོང་ལམ་ཞལ་དུ་དཀར་དྲི་ཟའི་ལམ་ན། གར་བྱེད་སྒོ་ན་ཆོས་ཐམས་ཅད་ཀྱི་གནས་ལུགས་ཆོས་དབྱིངས་དེ་ཇི་ལྟ་བ་བཞིན་དུ་དེ་དུས་རྟོགས་ཡོང་གི་ཡོད་རེད། བྱས་ཙང་དེ་ཡིན་དུས་མདོ་ཡི་གནས་སྐབས་ཀྱི་ཨེ་ནི་མཐོང་ལམ་དེ་གའི་ཨེ་ནི་ཆོས་ཐམས་ཅད་ཀྱི་རང་བཞིན་མ་རྟོགས་པར་སྐྱོན་དེ་ཡོང་གི་རེད། ད་མདོ་དང་སྔགས་གཉིས་ཀ་གི་ཐོག་ནས་གར་བྱེད་སྒོ་ན། མཐོང་ལམ་གྱི་གནས་སྐབས་སུ།

གར་སའི་སྒོ་ནང་དག་རྟོགས་པ་དེ་ལ་ལྟ་བ་ཟེར་རྒྱུ་དེ་ཐ་སྙད་དེ་སྦྱར་གྱི་ཡོད་རེད། ད་ཡུལ་ཆོས་དབྱིངས་དེ་གཅིག་པ་ཡིན་ན་ཡང་དེ་སྟོང་པར་བྱེད་པའི་ཡུལ་ཅན་གྱི་ཡེ་ཤེས་དེ་ལ་ཁྱད་པར་ཡོད་རེད། དེ་ཙམ་དེ་ཡིན་དུས་ལྟ་བ་ལ་ཁྱད་པར་ཡོད་རེད་ཟེར་མཁན་ཞུ་བ་དེ་དེ་རེད། དཔེར་ན་ཐག་རིང་པོ་གཅིག་གི་གཟུགས་ལ་བལྟས་པ་ཡིན་ན། གཟུགས་དེ་མེད་སྔ་དྲོ་གཅིག་གི་ལྷན་ཅིག་ཏུ་བལྟས་པ་ཡིན་ན་གཟུགས་གང་དུ་སྐྱེས་པ་རེད་བསམ་ནས། ཡིན་ན་ཡང་གཟུགས་དེ་མཐོང་བར་བྱེད་པ་ལ་མི་གསལ་རྐྱེན་རེ་དེ་འདྲའི་གི་ཐོག་ནས་ཨེ་ནས་གར་གསལ་པོ་ཁྱད་པར་ཡོང་གི་ཡོད་རེད། དཔེར་ན་ད་དུང་ཨེ་ནས་འཕྲུལ་ཆ་གས་རྩོལ་རྒྱག་པ་གས་ཤེལ་དུམ་འདྲ་བ་དེ་འདྲའི་གི་ཐོག་ནས་གཟུགས་དེ་བལྟས་པ་ཡིན་ན་དཔེ་མ་ཟད་གསལ་པོ་མཐོང་གི་རེད། ཤེས་དུ་མེད་ངེས་ཀྱི་མིག་གིས་བལྟས་ན་ཡུལ་ཁོ་རང་མཐོང་རྒྱུ་ཁོའི་ཡུལ་དེ་གཅིག་པ་ཡིན་ན་ཡང་དེ་ག་ཚོད་གསལ་བོ་མཐོང་ཐུབ་ཀྱི་ཡོད་མ་རེད་ཁེ་བཟང་དེ་ཡིན་དུས་ལ་ཡུལ་རྐྱེན་ཡེ་ཤེས་ཀྱི་ཐོག་ནས་གསར་མི་གསར་ལགས་སོགས་པ་དེ་འདྲས་ཀྱི་ཁྱད་པར་ཡོང་གི་རེད། ཨ་བ་ཟེར་རྒྱུ་དེ་ཡུལ་རྐྱེན་གྱི་ཡེ་ཤེས་ཀྱི་ཐོག་ནས་སྐད་ཆ་བཤད་ཀྱི་ཡོད་རེད་ངས་བ་ད་ཞུ་ཡི་མ་ཁེ་བཟང་དེ་ཡིན་དུས་ལ། ཡུལ་ཆོས་དབྱིངས་ཁོ་རང་དང་རྗེས་སུ་མཐུན་པའི་གེགས་ག་རེ་སེལ་དགོས་ན་ད་ཞེས་པ་དེ་རྟོགས་སོང་བ་ཡིན་ན་དེ་ལ་ལྟ་བ་ཟེར་གྱི་ཡོད་རེད་དེ་ཙམ་དེ་ཡིན་དུས་ཇོ་ཇོ་པཱ་ཏན་ཨ་ཏི་ཤཱཀྱའི་ཆོས་དབྱིངས་སྤྲོས་དང་བྲལ་བ་ལ་ཤེས་པའང་སྤྲོས་དང་བྲལ་བར་བཞག་ཆོས་དབྱིངས་ཁོ་རང་སྤྲོས་བྲལ་རེད་ཤེས་པ་དེ་ཡང་སྤྲོས་བྲལ་རེད་སོང་བ་ཡིན་ན་དེ་ལ་རྟོགས་ཟེར་རྒྱུ་གི་ཐ་སྙད་དེ་རྒྱག་གི་རེད་ཟེར་གསུངས་ཡོད་རེད། ནི། ཡུར་དེ་དང་ཡུར་ཆེན་གྱི་ཤེས་པ་དེ་གཉིས་གཅིག་པ་ཡོང་དགོས་ཀྱི་རེད་ཟེར་ཏེ་དཔེ་བཞག་པ་ཡིན་ན། དུང་དེ་དཀར་པོ་རེད་དུང་དཀར་པོ་ཡིན་དུས་མི་གི་ཤེས་པ་དེ་གི་དཀར་པོ་མཐོང་བསྡད་ཀྱི་ཡོད་ན་དེ་འགྲིག་བསྡད་ཀྱི་ཡོད་རེད་བ། ཡུར་དང་ཡུར་ཆེན་ཁོ་རང་གཉིས་ཀ་དུང་ཁོ་རང་ཡང་དཀར་པོ་རེད་མི་གི་ཤེས་པ་དེ་གི་དཀར་པོ་མཐོང་བསྡད་ཀྱི་ཡོད་དུས་དེ་ཡང་དག་པའི་ལྟ་བ་རེད་བ། ད་ཡུར་ཁོ་རང་ཆོས་ཉིད་སྤྲོས་དང་འདྲ་བ་ཡིན་པ་ལ་ཤེས་པ་དེ་སྤྲོས་དང་མ་འདྲ་བ་ཡིན་ན་ནི་དེ་འགྲིག་གི་ཡོད་མ་རེད་དཔེར་ན་དུང་དཀར་བོ་ལ་སེར་བོ་ལྷུང་བསྡད་པ་ཡིན་ན་དེ་ལོག་གི་ལྟ་བ་རེད་བ་སེང་བ་ལྟ་བུ་ལྟ་བ་མ་རེད། དེ་ཚང་ད་ཚུར་མདོར་བསྡུས་དུས་ལྟ་བ་གི་ཐོག་ནས་མདོ་དང་སྔགས་གཉིས་ལ་ཁྱད་པར་ཡོད་རེད་ཟེར་ངེས་ཤོག་གི་ཡོད་རེད་ཡུལ་ཆོས་ཉིད་ཀྱི་ངང་ནས་ཁྱད་པར་ཡོད་མ་རེད་དེ་ཡུལ་ཅན་གྱི་དེ་རྟོགས་པར་བྱེད་པའི་ཤེས་པ་དེ་གི་ག་རེ་ཟེར་དགོས་ན་དཔེར་ན་མི་ས་ལུག་གིས་གཟུགས་ལ་བལྟས་པ་ཡིན་ན་ཐག་རིང་པོ་གཟུགས་ལ་བལྟས་པ་ཡིན་ན་ས་ལུག་གིས་མཐོང་གི་ཡོད་རེད་ཨ་ནི་མི་དལ་སྡུག་ཚན་སྐྱེས་ན་དལ་སྡུག་ཚིག་གིས་མཐོང་གི་རེད་ཁྱེད་ཚང་དེ་འདྲ་ཡིན་འདུག་ལ་ཨ་ནི་ལྟ་བ་གི་ཐོག་ནས་ཁྱད་པར་ཡོད་རེད་དེ་ཤེས་དགོས་རེད་ཨ་དགོན་པ་ལ་ཁྱད་པར་ཡོད་རེད་མདོ་ཡི་གནས་སྐབས་སུ་ཨ་ནི་བདག་མེད་རྟོགས་པའི་ཀྱི་ལྟ་བ་དགོན་པ་དེ་མ་གཏོགས་ཨ་ནི་དགོན་པ་གཞན་ག་རེ་ཟེར་དགོས་ན་ཡོད་མ་རེད་ཁྱེད་ཚང་ཨ་ནི། སྔགས་ཀྱི་གནས་སྐབས་སུ་ཨེ་ནས་ལྷ་བསྒོམ་པ། དེ་ག་ནང་རྗེ་འབའ་ཀའི་མཚན་བརྒྱད་ཀྱི་རྩ་རླུང་བསྒོམ་པ་ལ་སོགས་པ་བསྒོམ་པ་ལ་མདོ་ལ་མེད་ངེས་དཔེ་མང་པོ་རེད། ད་བསྒོམ་པ་སྲིད་དུ་དེ་ག་ཚིག་གིས་མིན་པ་ལ་ཡན་པར་བསྒོམ་རྒྱག་པ་དེ་འདྲའི་གྱིས་ལ་བསྒོམ་པ་ཟེར་གྱི་ཡོད་མ་རེད། ཨེ་ནས་ག་རེ་སུ་ལབ་པ་ཡིན་ན། དོན་དམ་བདེན་དང་མི་བདེན་པར་ཀུན་རྫོབ་ལྷ་རུ་བསྒོམ་པ་ཙམ། མོས་པ་ཙམ་ཡིན། བསྒོམ་པ་མིན་དེ་འདྲའི་གསུངས་ཡོད་དུས། ད་བསྒོམ་དུས་ལ། ཨེ་ནས། ལྷ་ཡི་དཀྱིལ་འཁོར་བསྒོམ་པ་ཡིན་ན་རང་ཉིད་ཡེ་ནས་ཨེ་ནས་ལྷ་ཡིན་པ་དང། ཨེ་ནས་ཕྱི་རོལ་གྱི་གར་སའི་སྒོ་ན་དག་འབྲུ་ར་བ་བྲག་ཁུང་ཁུང་ལ་སོགས་མི་མགོན་པོ་དེ་ཚོ་ཡིན་ན་ལྷ་ཡི་གཞལ་ཡས་ཁང་ཡིན་པ་ཀི། ཨེ་ནས་གདེངས་དང་ལྡན་པའི་ཐོག་ནས་བསྒོམ་དགོས་ཀྱི་ཡོད་རེད་མ་གཏོགས་ལྷ་མིན་པ་ལ་ལྷ་བསྒོམ་པ་ཡིན་ན་དོན་དམ་གདེངས་དང་མི་ལྡན་པར་ཟེར་ལབ་དུས་དོན་དམ་པའི་ལྟ་བ་གི་གདེངས་དང་མི་ལྡན་པ་ཀུན་རྫོབ་ལྷ་རུ་བསྒོམ་པ་ཙམ་དེ་དེ་ག་ཚོད་མོས་པ་རེད་མ་གཏོགས་པར་བསྒོམ་པ་མ་རེད་གསུངས་ཀྱི་ཡོད་རེད་མོས་པ་ཙམ་ཡིན་ལྟ་བ་མིན་གསུངས། བྱས་ཙང་དེ་ཡིན་དུས་དཔེར་ན་ཧིན་དུ་གི་ཆོས་ལུགས་བཟོ་མཁན་དེ་འདྲས་ཀྱི་ནང་ལོགས་ན་རིག་སྔགས་དང་རིག་སྔགས་དེ་འདྲ་སྒྲུབ་དུས་ལ། དེ་ནས་རང་ཉིད་གར་ཟེར་དགོས་ནའང་འདི་འདྲའི་འདི་འདྲའི་མོས་པ་བཟོ་དགོས་རེད། སྐབས་དེའི་དུས་ཚོད་ལ་མོས་པ་བཟོ་ཡ་རེད་མ་གཏོགས་དེ་འདྲའི་ཡིན་བསམ་རྒྱུ་ཁས་ལེན་བཞིན་ཡོད་མ་རེད། དེ་ཙམ་དེ་ཡིན་དུས། མུ་སྟེགས་རིག་སྔགས་མཁན་གྱིས་ཀྱང་བལྟས་ཚད་གཞན་དུ་བྱ་བར་མོས་འོས་སྲིད། དེ་བསྙེན་པ་དེ་འདེད་པུས་བྱས་ན་གཞན་ཡིན་པར་བསམ་བློ་གཏོང་གི་ཡོད་རེད། དེ་ནས་གསང་སྔགས་ཀྱི་ལུགས་ཀྱི་དགོན་པ་དེ་དེ་དང་འདྲ་གི་མ་རེད་གསུང་གི་ཡོད་རེད། བྱས་ཙང་ད། སྒོམ་དུས་ག་འདྲ་གྱི་སྒོམ་གི་ཡོད་རེད་ཟེར་ལབ་པ་ཡིན་ན་རང་གི་རིག་པའི་གེ་གར་བསལ་དགོས་ན་ད་ས་ཆ་མ་འགག་པའི་ཆ་དེ་ལས་ནི་ལྷ་དང་ག་རེ་སྒོམ་གི་ཡོད་པ་ཡིན་ན་དེ་ལས་ཤར་ཡོང་གི་ཡོད་རེད་ཟེར་ཁྱེད་ཚང་དེ་ཡིན་དུས་དཔེར་ན་སྒྱུ་མ་མཁན་དེ་ཚོ་གིས་ཨེ་ནས་ཁོ་རང་གི་རྒྱུ་མིག་གི་གར་བསལ་དགོས་ན་སྟག་དང་གླང་པོ་ལ་སོགས་པ་དེ་འདྲས་དཀྲུག་ཡོང་བ་ནང་ཡིན་པ་གིས་ཨེ་ནས་རིག་པའི་གེ་རང་བསལ། དེ་ནས་འགག་པ་མེད་པ་དེའི་ཀློང་ནས་ནི་ལྷ་དེ་སྒོམ་གྱི་ཡོད་རེད། དེ་ནས་སྟོང་ཆ་ནི་དེ་འདྲའི་གསར་བུ་གྱི་ཤར་ཡོང་བ་ཡིན་ན་ཡང། སྟོང་ཆ་ནི་དེ་ལ་དངོས་གཞན་གྱི་དྲི་མ་ཕྲ་མོ་ཙམ་ཡང་མེད་པ་གྱི་བདེན་རྒྱན་མེད་པའི་ཐོག་ནས་ནི་ལྷ་སྒོམ་དགོས་ཀྱི་ཡོད་རེད། དེ་ནས་ལྷ་སྒོམ་པའི་ཚེ་ན་བྱ་ནམ་ལྷར་གཞན་ཡིན་སྲིད་ལབ་དུས་ལྷ་སྒོམ་དུས་ལྷ་གཞན་དང་ཐུན་མོང་མ་ཡིན་པ་གྱི་ལྟ་ཞིབ་བོ་ཅི་ཡིན་བསམ་ནས། ཨན་ཏེ་ལྷ་བསྒོམས་ནས་དེ་ལ་དངོས་གཞན་སྐྱེས་སོང་བ་ཡིན་ན། ཨན་དེའི་ཕན་མི་འཐོག་པ་མ་ཟད་ཨན་ནས་ལྷར་ཡང་ག་རེ་ཟེར་དགོས་ན། ཡི་དྭགས་ལ་སོགས་པ་དེ་འདྲས་ཀྱི་སྐྱེ་བ་ལེན་པ་དེ་འདྲ་ཡོང་གི་རེད་ཅེས་གསུངས་ཡོད་རེད། བྱས་ཙང་ཨན་དེ་འདྲས་ཀྱི་བསྒོམ་པ་དེ་ད་ལྟ་གོང་དུ་ཞུས་པ་བཞིན་དུ་མདོ་ཡི་གནས་སྐབས་སུ་དེ་འདྲས་ཀྱི་ལྷ་བསྒོམ་པ་དང་སྔགས་བཟླ་བ་ལ་སོགས་པ་དེ་འདྲས་ཡོད་མ་རེད། དེ་ཚོ་ག་རེ་ཟེར་དགོས་ན། ཕབ་སྔོན་མ་གསུངས་རྒྱུ་དེ་ཨ་ནེ་ཕབ་པ་ཆགས་ལས་ཤེས་པ་དང་ཕབ་ཡོད་རེད་ཟེར། ད་རང་ཉིད་དཀར་ཟས་དགོ་ན་ལྷ་ཡི་སྐུ་གསུང་ཐུགས་ཀྱི་རྣམ་པ་ཡིན་པ་ལ་ཡིན་འབིག་གི་ངེས་ཤེས་སྐྱེས་པའི་ཐོག་ནས་དགོན་པ་ཡང་ན་ད་གསང་སྔགས་ཀྱི་དཀར་ཟས་དགོ་ནས་བསྐྱེད་རིམ་དེ་ཡོངས་དག་པ་ཡོང་གི་ཡོད་རེད་ཟེར། ད་དོན་དུ་གོང་ལྟར། སྔགས་ཀྱི་གནས་སྐབས་སུ་ཕུང་པོ་ལྔ་སྟེ་རྒྱལ་བ་རིགས་ལྔ་ཡིན་གསུང་གི་ཡོད་རེད། དེ་ནས་ཉོན་མོངས་པ་ལྔ་སྟེ་ཡེ་ཤེས་ལྔ་ཡིན་གསུང་གི་ཡོད་རེད། དེ་མ་ཡིན་ན་དེ་ད་ལྟ་ག་ཚད་གསུང་རྒྱག་པ་རེད་མ་གཏོགས་ཕུང་པོ་ལྔ་དང་རྒྱལ་བ་རིགས་ལྔ་གཅིག་མ་རེད། ཡེ་ཤེས་ཉོན་མོངས་ལྔ་དང་ཡེ་ཤེས་ལྔ་མ་རེད་ཟེར་ན། ང་ཚོ། སངས་རྒྱས་ནི་དཔེར་ན་སངས་རྒྱས་གོ་འཕོ་ཐོབ་པའི་ཚེ་ན། ང་ཚོ་ཡོད་ཀྱི་ཕུང་པོ་དེ་ཚོ་གང་ག་འཕགས་དབྱུག་ཕུང་པོ་ལྔ་བོ་འཕགས་དབྱུག་དེའི་མི་ངན་གྱིས་ཀྱི་གསར་པ་ལྔ། སུ། ད། ཐོབ་ཡོང་བ་འདྲ་པོ་ཀྱི་འགོག་གི་ཡོག་རེད་བ། དེ་ཡོང་གི་མ་རེད། སོ་སོའི་གི་ད་ལྟ་ཕུང་པོ་ལྔ་པོ་དེ་རྒྱ་བ་རིགས་ལྔ་གི་རང་བཞིན་དུ་རྟོགས་སོང་བ་ཡིན་ན། དེ་གི་རྒྱ་བ་རིགས་ལྔ་དུ་འགྱུར་འགྲོ་གི་ཡོག་རེད་དེ་རེད་མ་གཏོགས། རང་ལ་ཡོད་པ་དེ་གང་ག་བར་མེད་པར་བཟོས་ནས་ཤེའུ་གཉིས་ཚུར་དཀྱིལ་འཁོར་ཡོང་བར་འགྲོ་བ་དེ་འདྲས་མ་རེད་ཟེར། ད་དཔེར་ན། ཡེ་ཤེས་ལྔ་ཟེར་རྒྱུ་དེ་ཡང། དེ་ནས་ག་རེ་ཟེར་དགོས་ན། ལྡོག་པའི་གི་ལྡོག་ཆགས་ཀྱི་སྒོ་ནས་ཡེ་ཤེས་ལྔ་ཞེས་བཞག་པ་རེད་མ་གཏོགས་ཡེ་ཤེས་ལྔ་པོ་དེ་ཡང་དཔེར་ན། ས་དང། རྡོ་དང་མེ་དང་རླུང་ལ་སོགས་པ་འདྲའོ། དེ་འདྲའི་རྐྱེན་གྱིས་ཐ་དད་པ་གྱིས་ལ་སོང་གི་ཡོད་མ་རེད། དཔེར་ན། ཤིང་ཙནྡན་ལྟ་བུ་གྱིས་ཡིན་ན་ཙནྡན་གྱི་ཁ་དོག་ག་འདྲ་རེད་ཟེར་ན་ཙནྡན་དཀར་པོ་ཡིན་ན་དཀར་པོ་དམར་པོ་ཡིན་ན་དམར་པོ། ཙནྡན་ལ་དེ་ནས་དབྱིབས་ག་འདྲ་གྱི་ཡོད་རེད་ཟེར་ན་འདི་འདྲའི་ཡོད་རེད། ཙནྡན་ལ་དྲི་མ་ག་འདྲ་གྱི་ཡོད་རེད་ཟེར་ན་འདི་འདྲའི་ཡོད་རེད་ཟེར། སོ་སོ་རྡོ་རྐྱང་ནས་ཤེས་པ་ཡིན་ན་ཤེས་ཀྱི་ཡོད་རེད་མ་གཏོགས། ད་སོ་སོ་ཙན་དན་གི་གྲི་དེ་སྐྱིད་ལ་རྒྱག། མདོག་དེ་སྐྱིད་ལ་རྒྱག། ཨ་འདི་འདྲའི་བཟོ་ཡ་ཡོག་མ་རེད་བ་ཟེར་གི་ཚ་དེ་ཡིན་དུས། ཨ་ནི། ག་རེ་ཟེར་དགོས་ན་སོ་སོ་རིག་པའི་ཡེ་ཤེས་སྐྱིད་ཀྱི་ཐོག་ཏུ། ཨ་ནི་ཡེ་ཤེས་སྔགས་དེ། ཨ་ནི། དབྱེ་རྒྱུ་ཡོག་རེད་ཟེར། དཔེར་ན། རང་གི་རིག་པའི་ངོ་བོ་དེ། ཨ་ནི། སྟོང་ཉིད་རེད་བ་ཟེར། སྟོང་ཉིད་དེ་ལ། ཨེ་ནས་ཆོས་དབྱིངས་ཡེ་ཤེས་ཟེར་མིང་ལ་བཏགས་ཡོང་གི་རེད། ཨེ་ནས་རིག་པ་དེ་ཡང་སྟོང་པ་སྟོང་ཆུང་མ་ཡིན་པར་གི་དེ་ལ་ས་རིས་ཀྱི་ཆ་དང་ལྡན་པ་གཅིག་ཡོད་རེད་བ། བྱས་ཙང་ཨེ་ནས་ས་རིས་ཀྱི་ཆ་དེ་ལ་མེ་ལོང་ཡེ་ཤེས་ཟེར་ནས་མིང་བཏགས་ཀྱི་ཡོད་རེད། དེ་ལྟ་བུའི་གི་རིག་པའི་ཡེ་ཤེས་དེ་ལ་གཟུང་བ་དང་འཛིན་པ་གཉིས་ཡོད་མ་རེད། གཟུང་བ་དང་འཛིན་པ་གཉིས་ཡིན་ན་འཁྲུལ་པའི་གེ་ཁ་ལ་ཟེར་དགོས་ན་བློ་རེད་འགྲོ་གི་ཡོད་རེད། གཟུང་འཛིན་གཉིས་སུ་མེད་པའི་གི་ཆ་དེ་ལ།

དེ་དགག་སྒྲུབ་ཡོད་མ་རེད་དགག་སྒྲུབ་མེད་པ་རེད་ཚ་བའི་ཞོགས་ལོག་ལ་བྱ་བ་ཐམས་ཅད་གྲུབ་སོང་བ་རེད་དེ་ཡིན་དུས་ལ་བྱ་སྒྲུབ་ཡེ་ཤེས་ཨེ་ནས་མཚན་གསོལ་བ་རེད། ད་དེ་ལྟ་བུའི་སྐུ་ལྔ་དང་ཡེ་ཤེས་ལྔ་གསུང་པའི་སྐབས་ལ་སྐུ་དང་ཡེ་ཤེས་གཉིས་ཁྱད་པར་ཡོད་མ་རེད་སྐུ་ཡེ་ཤེས་རེད་ཡེ་ཤེས་སྐུ་རེད། ད་མེ་ལོང་ལྟ་བུའི་ཡེ་ཤེས་ཟེར་རྒྱུ་དེ་ཨེ་ནས་སོ་སོར་རྟོག་པའི་ཡེ་ཤེས་དང་བྱ་བ་གྲུབ་པའི་ཡེ་ཤེས་གང་ག་འཆར་བའི་གེགས་བཞི་ཡིན་དུས་ལ། མེ་ལོང་དག་པའི་ཡེ་ཤེས་དེ་སྐུ་རེད། ཨ་ནི་སོ་སོར་རྟོག་པའི་ཡེ་ཤེས་དེ་མངོན་དུ་བྱས་ནས། ཨ་ནི་སངས་རྒྱས་ཀྱི་གདུལ་བྱ་བརྒྱད་ལ་ཆོས་ཀྱི་འཁོར་ལོ་བསྐོར་གྱི་ཡོད་རེད། བྱས་ཙང་སོ་སོར་རྟོག་པའི་ཡེ་ཤེས་དེ་གསུང་རེད། ཨ་ནི་དགག་སྒྲུབ་ལ་སོགས་པ་གིས་སྤྲུལ་པའི་མཚན་མ་ཐམས་ཅད་དང་བྲལ་བ་དེ་ལ་ཨ་ནི་མཉམ་པ་ཉིད་ཀྱི་ཡེ་ཤེས་ཞོག་གི་ཡོད་རེད། མཉམ་པ་ཉིད་ཀྱི་ཡེ་ཤེས་དེ་ཐུགས་རེད། དེ་ལྟ་བུའི་སྐུ་དང་གསུང་དང་ཐུགས་གསུམ་སྟེ། དེ་ལྟ་བུ་ཕར་ཟད་སྒོ་ནང་དང། ལྷན་སྐྱེས་དུ་ཡིན་དུས་ལ། དེ་ལ་ཡོན་ཏན་གྱི་ཆ་མ་ལུས་པ་ཐམས་ཅད་ཕར་ཟད་སྒོ་ན་འབྱུང་གི་ཡོད་རེད། དེ་དང་དེ་ལ། ཕར་ཞོག་སྒོ་ནང་དང། ཤ་བ་གྲུབ་པའི་ཡེ་ཤེས་ཟིན་ཏེ་ཡོང་གི་ཡོད་རེད། ད་ཡེ་ཤེས་ལྔ་ནང་གི་ད་མཉམ་པ་ཉིད་ཀྱི་ཡེ་ཤེས་དེ་རེད། ད་མཉམ་པ་ཉིད་ཀྱི་ཡེ་ཤེས་སུ་ལབ་དུས་ལ་དེ་ནས་ད་བཀོད་འགྲོ་ཚར་རེད་གསུང་འགྲོ་ཚར་རེད་ཐུག་འགྲོ་ཚར་རེད་ད་ད་ལྟ་གི་འཕྲིན་ལན་འཕྲིན་ལན་དེ་ཤ་བ་གྲུབ་པ་རེད། ཡོན་ཏན་མཉམ་པ་ཉིད་ཟེར་རྒྱུ་དེ་གི་ཡོན་ཏན་དེ་ལ་སྒོ་དགུག་གི་ཡོད་རེད་ཟེར་ཁྱེད་ཅག་དེ་ཡིན་དུས་ལ་ད་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་དེ་སྐྱེས་ཏེ་ལྔ་པོ་དེ་ཡང་ཡེ་ཤེས་ལྔ་ལ་དེ་འདྲས་ཁྱེད་ནས་སྦྱར་གྱི་ཡོད་རེད་ཟེར། ད་ལྟ་ངས་ག་རེ་བརྗོད་སོང་བ་དེ། མཉམ་པ་ཉིད་ཀྱི་ཡེ་ཤེས་དེ་ངས་ད་ལྟ། བྱང་ཆུབ་ཡེ་ཤེས་བཅུའི་གསུང་བ་ནི་ཁྱེད་ཚོ་མཉམ་པ་ཉིད་ཀྱིས་ཤེས་ཏེ། ག་རུ་སེར་གོ་ན་ཏི་གོ་དགོས་ཀྱི་ཡོད་རུང་ཡོན་ཏན་ལ་གོ་དགོས་ཀྱི་ཡོད། བྱང་ཆུབ་ཡེ་ཤེས་འཕྲིན་ལས་གོ་དགོས་དུས་དང་སྐུ་གསུང་ཐུགས་ཡོན་ཏན་འཕྲིན་ལས་ཟེར་དུས་ཡེ་ཤེས་ང་དང་དེ་འདྲ་ཡོང་གི་ཡོད་རེད་ཟེར་ག་ས་ཨོ། ད་དོན་དུ་སྔགས་ཀྱི་གནས་སྐོར་ཅིག་ཅི་གསུང་གི་ཡོད་རེད་ཟེར་ལབ་ན། ཁྱོད་ཡེ་ཤེས་ལྔ་དེ་འདོར་གི་ཡོད་པ་ཡིན་ན། ཉོན་མོངས་ང་དང་སྤོང་རྒྱུ་ཡོད་མ་རེད་གསུང་གི་ཡོད་རེད་གསུང། བྱས་ཙང་ད་སྔོན་མདོ་ན་གཏེར་ལ་གར་ཟེར་དགོས་ན་དེ་ནས་སྲུང་སྐྱོབ་བཟོ་དགོས་ཀྱི་རེད་གསུང་ཡོད་རེད་གསུང། གཏེར་ལོ་ཉིན་སྣུམ་དེ་བཙག་དགོས་ཀྱི་ཡོད་ན་དང་པོ་གཏེར་དེ་ཡག་པོ་ཉར་དགོས་རེད་མ་གཏོགས་ང་སྣུམ་དགོས་ཀྱི་ཡོད་གཏེར་མི་དགོས་སུ་ཕག་གཡུག་རྒྱག་པ་ཡིན་ན་སྣུམ་ཡོང་ཡ་ཡོད་མ་རེད་གསུང། བྱས་ཙང་དེ་ཡིན་དུས་ལ་ཉོན་མོངས་ང་པོ་དེ་ཡང། ཨེ་ནས། དེ་ངོ་ཤེས་སོང་བ་ཡིན་ན་ཡེ་ཤེས་ལྔ་རེད་འགྲོ་གི་ཡོད་རེད། ཨེ་ནས། ཉོན་མོངས་ལྔ་དང་ཡེ་ཤེས་ལྔ་དུ་རྣམ་པ་འདྲ་གི་མ་རེད། དཔེར་ན། ཏིལ་དང་ཏིལ་གྱི་སྣུམ་གཉིས་འདྲ་གི་མི་འདུག་བ། ཏིལ་ཟེར་རྒྱུ་དེ་གོང་བུ་གྱི་རེད། སྣུམ་ཟེར་རྒྱུ་དེ་ག་རེ་ཟེར་དགོས་ན་ཁུ་བ་གྱི་རེད། རྣམ་པ་ལ་འདྲ་གི་ཡོད་མ་རེད་དེ་ཡིན་ན་དོན་དག་ཁོ་རང་སྐྱུག་པ་རེད། ད་དོན་དུ་ཉོན་མོངས་ལྔ་ཟེར་དུས་ང་ཚོ་མདོ་དབུས་གནས་སྐབས་དང་ཐེག་པ་འོག་མ་དེ་ཚོར་ཉོན་མོངས་ལྔ་ཟེར་དེ་དཔེ་སྡུག་ཆགས་ཚུལ་གྱི་ཡོད་རེད། ད་ཉོན་མོངས་འདོད་ཆགས་བྱེད་སྟོང་གཏི་མུག་ང་རྒྱལ་ཕྲག་དོག་ཟེར་རྒྱུ་དེ་དཔེ་སྡུག་པོ་རེད། དེ་སྤོང་བྱ་ལ་མཐའ་གཅིག་ཏུ་བརྩི་གི་ཡོད་རེད། ཨ་ཉོན་མོང་ལྔ་དེ་དགོས་ཡ་གྱི་རེད་མ་གཏོགས་ཉོན་མོང་ལྔ་མི་དགོས་ཡ་དེ་འདྲས་མ་རེད། ཉོན་མོང་ལྔ་དེ་གའི་འཁོར་མིག་གི་བྱ་བ་གང་ག་དུ་ཉོན་མོང་ལྔ་གི་བཟོ་གི་ཡོད་རེད། མྱང་འདས་ཀྱི་བྱ་བ་ཐམས་ཅད་དེ་ཡེ་ཤེས་ལྔ་གི་བཟོ་གི་ཡོད་རེད། བྱས་ཙང་ཉོན་མོང་གི་རང་བཞིན་ཡེ་ཤེས་རེད་མ་གཏོགས་ཉོན་མོང་དང་གར་སེར་བུ་ཡེ་ཤེས་གཉིས་ཁ་ཁ་མ་རེད། ད་དཔེར་ན། མི་སྲིང་འདྲ་བོ་དེ་འདྲའི་འཁྲུངས་ཁོག་ཡོད་ན། ཨེ་ནས་འཁྲུངས་ཁོག་དེ་འདི་འདྲའི་འཐེན་ཡག་གི་ཐག་པ་འདུག་ཨང་སོ་མོ་བྲག་ནང་ལུག་ལ་ཐག་པ་འདི་འདྲའི་བའི་སྐོར་འདུག་གི་ཡོད་རེད་ཐག་པ་དེ་ཁྱེར་སོང་ཡོད་ན་ད་མོ་བྲག་འགྲོ་གི་མ་རེད། དེ་མོ་རྒན་པ་གས་ཨེ་ནས་ད་ཉོན་མོངས་སྔགས་དེ་དང་ཡེ་ཤེས་སྔགས་དེ་གཉིས་སྐྱུག་པ་རེད། ཁོ་རུའི་བྱ་བ་ཐམས་ཅད་ཉོན་མོངས་སྔགས་གིས་བཟོ་གི་ཡོད་རེད་ཨེ་ནས་མྱ་ངན་འདས་པའི་སྐུ་དང་ཡེ་ཤེས་ཀྱི་བྱ་བ་གང་ག་ཡང་དངོས་ནས་ཡེ་ཤེས་སྔགས་གིས་བཟོ་གི་ཡོད་པ་ཡིན་དུས་ལ་ཨེ་ནས་དལ་འབྱོར་དེ་ནས་གར་སའི་སྒོ་ན། མཐའ་སྐྱིད་དུ་སྤོང་བྱ་བྱེད་རྒྱུ་ཡོད་མ་རེད་དེ་གསུང་གི་ཡོད་རེད། ད་མདོ་ཡི་གནས་སྐབས་སུ་ཡང་ཉོན་མོངས་པ་ལྔ་པོ་དེ་སངས་རྒྱས་ཀྱི་མདོ་སྡེ་ལང་ཀར་སྐྱེས་པ་ཡིན་ས་ཡོད་དེ་འདྲ་གྱིས་ནོངས་རོགས་ལ། ཉོན་མོངས་པ་ལྔ་པོ་དེ་ནི་སངས་རྒྱས་ཀྱི་གདུང་ངོ་གསུང་ཡོད་རེད། སངས་རྒྱས་ཀྱི་གདུང་རྒྱུད་འཛིན་ས་འདྲ་བོ་དེ་ནི་ཉོན་མོངས་ལྔ་དེ་ཡིན་དེ་གསུང་ཡོད་རེད། ཡང་དཔེ་ཀྱེ་སངས་རྒྱས་ཀྱི་མདོ་ནང་ལ་བཞག་གནང་ཡོད་རེད། དཔེར་ན། ཞིང་པ། ཞིང་ལས་བཟོ་མཁན་དང་ཐབས་ལ་མི་མཁས་པ་དེ་ཚོ་གིས་ཨེ་ནི་རང་གི་གར་སའི་དགོན་ལ་ཁོང་པ་ལ་ཡོད་པའི་གི་ལུད་ཐམས་ཅད་ཕར་ཕྱི་ལོག་ལ་གཏོར། ཨེ་ནི་གཞན་རྩ་གཉིས་ལུད་དེ་ཚོས་ཁོ་ཡོང་ནས་ཉོ་ནས་ཨེ་ནི་རང་གི་ཞིང་ཁ་ལ་གཏོར་བ་ནང་བཞིན་པ་གྱི་རེད། དེ་ཚོ་དེ་ཡིན་དུས་དེ་འདྲའི་བཟོ་རྒྱུ་ཡོད་མ་རེད་སངས་རྒྱས་ཀྱི་གསུངས་ཡོད་རེད། ཁྱེད་ཚོ་ད་དེ་འདྲའི་ཞུས་བསྡད་པ་ཡིན་ན་དཔེ་མང་པོ་ཞུ་རྒྱུ་ཡོད་རེད་ཡིན་ན་ཡང་ད་དུས་ཚོད་ཡ་ཚུགས་ཚར་ནས་བལྟས་ཟེར་གྱི་འདུག་དེ་ཡིན་དུས་ལ་ངེད་ནས་ད་དེ་འདྲའི་གོ་ཞེ་དྲག་ཞུ་གི་མིན། ད་དོན་དུ་གོང་ལྟར་ཨ་ནེ་སྔགས་ཀྱི་ད་ལྟ་བ་དང།

ནས། གར་ཟེར་དགོས་ན་རང་བཞིན་ཡོངས་ཤེས་ཀྱི་ལྟ་བ་ཟེར་དུས། གནས་ལུགས་མཐའ་ཐོག་པོ་དེ་རྟོགས་སོང་བ་ཡིན་དུས་ལ། དེ་ཚོགས་ངོས་ལ་གར་ཟེར་དགོས་ན། དགེ་བ་དང་སྡིག་པ་ཟེར་ཡ་དེ་འདྲའི་གལ་གྱི་ཡོད་མ་རེད། འཕགས་རྒྱལ་རྣམས་ཀྱི་སྤྱོད་པ་མ་རབས་འདྲ་པོ་དེ་འདྲའི་འདུག་བསམ་བསམ་ཡིན་ན་དེ་དེ་འདྲའི་རེད་ཀྱི་ཡོད་མ་རེད། བྱས་ཙང་ནས་སྔགས་ལ་ཞུགས་མཁན་གྱི་གང་ཟག་གིས། སྤྱོད་པ་འདྲ་མི་འདྲ་དེ་འདྲའི་བཟོ་རྒྱུ་ཡོད་མ་རེད། བྱས་ཙང་དེ་འདྲའི་བཟོས་པ་ཡིན་ན། དེ་ནི་བསྟན་པ་ལ་ག་རེ་ཟེར་དགོས་ན་གནོད་འཇུག་གི་ཡོད་རེད། དཔེར་ན་སྔོན་མ་བོད་ལ་དེ་ནི་ལྷོ་ཁོང་ཆེན་པོ་པད་མ་འབྱུང་གནས་ཕེབས་དེ་ནི་དེའི་གཞུག་ལ་ག་རེ་ཟེར་དགོས་ན་གྲུབ་ཐོབ་མང་པོ་བྱུང་དེ་ནི་མ་ཟེས་པས་དེ་ནི་སྔགས་ལ་ཤོད་པའི་གེགས་པ་སློབ་མ་མང་པོ་བྱུང་བ་ཡིན་དུས་དེ་ནི་བང་ཙམ་ཟེར་ལ་དེ་ནི།

ཨེ་ལེན་ཅེ་ཡང་གསང་སྔགས་དང་དེ་འདྲའི་སྐོར་ལ་ཞེ་དྲག་མ་གསུང་རོགས་གྱིས། ང་ཚོའི་བོད་སྐད་གསང་སྔགས་ཀྱི་ཆུ་མཉམ་མེད་སོང་ངས་དེ་ཚོ་གི་དག་དེ་ག་ཅིག་ཕྱོགས་ཉུང་འདྲ་པོ་བཅོས་ནས་བསྟན་པ་ལ་དཔེ་མ་སྲིད་ག་རེ་ཟེར་དགོས་རང་སྐྱོན་བཟོ་གི་འདུག་བྱས་ཙང་དེ་ཡིན་དུས་ལ་ཨེ་འདི་འདྲའི་མེད་པའི་སྐད། དེ་ནས་ཨ་ལི་སའི་སྒོ་ན་བཀའ་ཆོས་གནང་ཡ་རེད། བསྟན་བཅོས་རྩོམ་ཡ་དེ་ཚོ་དེ་འདྲའི་གནང་རོགས་གནང་ཞུས་དུས། ཇོ་བོ་རྗེ་དཔའ་གདན་ཨ་ཏི་ཤ་ཀས་དེ་གནང་བཞིན་པ་གནང་ནས་དེ་འདིར་སླར་ཡ་ཡང་ཁོ་རང་བསྟན་པ་དེ་རྣམ་པར་དག་པ་ཅིག་བྱུང་བ་རེད། ད་དོན་དུ་གོང་ལྟར་མང་ཆེ་བ་དེ་ཀས། མདོ་ཡི་ཆོས་ཐམས་ཅད།

དེ་ནི་གང་གིས་གསུང་གི་ཡོད་རེད་དེ་ཡིན་པ་དེ་ཧ་གོ་དགོས་ཀྱི་ཡོད་རེད་མ་གཏོགས་ང་ཚོ་ནང་གི་ཆོས་བཟོ་ངས་ཡིན་སངས་རྒྱས་ཁྱབ་བྱེད་ཐོད་པ་གསུང་རྒྱུག་གི་ཆོས་དེ་བཟོ་གི་ཡོད་མ་གཏོགས་ཁྱོད་ཚོ་རྡོ་རྗེ་འཆང་ཡིན་ན་ཅིག་གསུང་ཡོད་རྒྱུ་དེ་ང་ཚོ་ཁས་ལེན་གི་མེད་ཟེར་ངེས་དེ་འདྲ་ཡོང་གི་ཡོད་རེད་ཁྱེད་ཚ་དེ་རྒྱུག་པ་རེད། དེ་ནི་བོད་ཀྱི། ཆུའི་ཉམས་ལེན་གནང་མཁན་ཐམས་ཅད་ཀྱི་སོ་ཐར་དང་གཞུང་སེམས་གསང་སྔགས་གསུམ་པོ་ག་རེ་བཤད་དགོས་ན་དེ་ལས་སྐྱིད་ལྡན་ཚོ་དེ་ཉམས་སུ་དེ་འདྲའི་ལེན་གནང་གི་ཡོད་རེད་མ་གཏོགས་པས་ཨེ་ནས་མདོག་དང་སྔགས་ཐམས་ཅད་མེ་དང་ཆུ་ལྟ་བུ་འགའ་ལྟ་ཅི་གཟིགས་ཀྱི་ཡོད་མ་རེད། དཔེར་ན་ང་ལྟ་བུ་ཅིག་ལ་ཕྱག་བཞག་པ་ཡིན་ན། དེ་ནས་སོ་ཐར་གྱི་སྡོམ་པ་ཞུས་ཡོད་རེད། སོ་ཐར་གྱི་སྡོམ་པའི་ཐོག་ཏུ་བྱང་ཆུབ་སེམས་ཀྱི་སྡོམ་པ་ཞུས་ཡོད་རེད། བྱང་ཆུབ་སེམས་ཀྱི་སྡོམ་པའི་ཐོག་ཏུ་དེ་ནས་སྔགས་ག་རེ་ཟེར་དགོས་ན། སྡོམ་པ་ཟེར་ན་ད་སྔགས་ཀྱི་གནས་སྐབས་སུ་དབང་ཞུ་རྒྱུ་དེ་སྔགས་ཀྱི་སྡོམ་པ་རེད་ཅེས་ས་དེ་འདྲ་ཡིན་དུས་དེ་མ་ཟིན་མང་པོ་ཞུས་ནས་ཚོགས་ཆུང་སྔགས་གསུམ་པོ་དེ་ག་རེ་ཟེར་དགོས་ན་འགལ་འདུ་མ་ཡིན་པ། དེ་འདྲའི་བཟོ་གི་ཡོད་རེད་ཟེར་དེ་ངའི་བཟོ་གི་ཡོད་ཟེར་མ་རེད་བོད་ཀྱི་བླ་མ་ཡོངས་རྫོགས་དེ་འདྲའི་རེད་དེ་ཡིན་དུས་དེ་ཚོ་ལ་འགན་དུ་བཏགས་གི་ཡོད་མ་རེད་ཟེར་དེ་ཡིན་གྱི་མིན་གྱི་ཧ་གོ་དགོས་ཡོད་དེ་གལ་ཆེན་པོ་རེད་ཟེར་ཨ་མདོ་བསྡུ་དུས་སོ་ཐར་གྱི་སྐབས་ཡིན་ན་རེད་བྱང་སེམས་སྐབས་ཡིན་ན་རེད་གསང་སྔགས་སྐབས་ཡིན་ན་རེད་གང་ལྟར་ཉོན་མོངས་རང་མཚན་དཔའ་དེ་སྤོང་དགོས་ཡོད་དེ་ཡོངས་རྫོགས་སྐྱེ་རྒྱུ་རེད་ཟེར་དེ་ག་ཡིན་ཟེར་ཐུགས་རྗེ།